ཡོང་བ་ཡང་ད་ང་སང་ཉིན་འདི་འདྲ་མང་ཐོན་ད་ནང་ཞོགས་ཁན་སྔ་པོ་ནས་རྒྱ་གར་བར་ལོག་འགྲོ་གི་རེད་ཨེ་རེད་ང་རང་ཚོ་གཟུགས་པོའི་ཆ་ནས་ད་ས་ཁད་རྒྱང་ནས་འགྲོ་བསྡད་ཀྱི་ཡོད་རེད་དེ་ང་ཚོ་བསམ་བློའི་ནང་ནས་ཁྱེད་རང་ཚོས་ང་བརྗེད་ཀྱི་མ་རེད་ངས་ཁྱེད་རང་ཚོ་ཆུ་ནས་བརྗེད་མི་ཡོང་ཤེས་སོང་ཨ་པའི་བསམ་བློའི་ནང་ལ་ཡ་ང་རང་ཚང་མ་ལོག་པའི་སེམས་ཐག་ཉེ་པོ་བྱས་ཡོད་བསྡད་པ་དེ་ཨ་དངོས་ཡོད་གནས་ཚུལ་རེད་ད་ཁྱེད་རང་ཚོ།

ཤེས་སོ། ཆང། མ་མགོ་བོ་ཆུང་བྱེད། སྨྱོན་པ་མ་ཐོན་པ་བྱེད། ཨེ་ནི། མི་བཟང་པོ་བྱེད་དགོས་གདའ། བོད་པ། ཅི་ཡིན་ཕྱིན་ཆད་ལ། ཨེ་ནི། སྨན་ནི་དངོས་གནས་ད་ནི་མི་བཟང་པོ། མི་ཡ་རབས། མི་དྲང་པོ་བྱེད་མཁན་ཞིག་འདུག་བསམ་པ་བྱེད། དེ་འདྲ་ཞིག་གོ་གདའ། སྔ་མོ་ང་ཚོ་ཐོག་མར་བོད་པ། སུད་སི་ལན་གཞིས་ཆགས་ལ་ཐོག་མར་ཡོང་པའི་ཁོལ་དུ་ལ་ཡ། བསྟོད་བསྔགས་ཞིབ་བྱེད་ཀྱི་ཡོད། ཨེ་ནི། ཧ་ར་དེ་དུས་ང་ཚོ་ངོ་ཤེས་པ་རེད། ཧ་ར་གི་བསྟོད་བསྔགས་ཞིབ་བྱེད་ཀྱི་གདའ། གཅིག་བོད་པ་ཚོས་སྐྱག་རྫིང་མ་བྱེད་ངེས། ལས་ཀ་ལ་གཡོ་ཟོལ་མ་བྱེད་ངེས། ཅེས་བསྟོད་བསྔགས་ཞིབ་བྱེད་ཀྱི་ཡོད། ཆེ་ཚང་སུད་སི་སྐམ་པོ་ནས་དེ་འདྲའི་མང་གུ་ལ་ཡ། ཁོ་རང་གི་དེ་འདྲའི་རེ་འདུན། བཤད་ཀྱི་ཡོད། བཟོ་པའི་ལས་ཀ་ལས་མི་བོད་པ་མང་སེ་ལེན་ཐུབ་ན་སྐྱག་རྫིང་བཤད་ཀྱི་མ་རེད། གཡོ་ཟོལ་བྱེད་ཀྱི་མ་རེད། དེ་འདྲ་བཤད་ཀྱི་ཡོད་ས་བྱས་ཙང་སྤྱི་ཡོངས་ཀྱི་ཨ་མི་རི་ཀའི་ནང་ལས་ད་ག་ནང་བཞིན་ཅིག་བྱུང་པ་རེད། ཨ་མདའ་སྤྱི་ཁ་ཀོ་ཁྲིད་དེ་ཨ་མདའ་འབྱོར་ལྡན་མི་བཟང་བྱས་བ་རེད་པིར་ཙི་ཀ་ས་ཅིག་ས་རེད་ང་ཡག་པོ་ངོ་ཤེས་ཀྱི་ཡོད། དེ་དུས་བོད་པ་ཚོ་ཁག་ཅིག་སྤྱི་ཁ་ཀོ་ལ་བོད་སྐད་གླེན་པ་རེད། དེ་དུས་ཨ་མདའ་དེ། བོད་པ་ཀླད་ངན་གྱི་ཚོགས་པ་དེའི་ཚོགས་ཆུང་ནང་ལོགས་ལ་ཡང་ཨ་ད་པི་ཙི་ཀ་གི་ཨ་ད་ཀུ་རུ་པི་འཇག་ཅེས་སྐྱི་སྨན་ཅིག་ཡོད་རེད། སྐྱི་སྨན་དེ་ང་དེ་རུ་ཟ། བོད་པ་དེའི་གླད་ཡག་དེ། ང་ཚོ་ཁྱོད་རང་ཚོ་ལ་ཡག། ཅིག་རོགས་བྱེད་ཨ། ལ་གཙོ་བོར་དམིགས་ནས་གླེན་པ་མེད་ད། བོད་པ། བོད་པའི་ཚོ་ཁག་ཅིག་ང་ཚོའི་ས་ཁུལ་དེར་སླེབས་པ་ཡིན་ན་བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་ང་ཚོ་ཨ་མི་རི་ཀའི་མི་ལ་ཡ་རྒྱག་ཐུབ་པ་ཅིག་བྱུང་ན་བསམ་ནས་གླེང་གི་ཡོད་ང་དེ་འདྲ་བཟའ་ཟླ་བྱས་ཙང་ང་བོད་རིགས་ས་ཁུལ་ག་བར་ཡོད་པ་ཡིན་ནའི་ཨོ་སི་ཀྲེ་ལི་ཡ་ཡིན་ནའི་རེད་ངས་རྒྱ་གར་ནང་ལོགས་ལས་ཅེས་ཀྱི་རྒྱ་གར་ས་ཁུལ་ཡ་རྒྱ་ཞེ་དྲག་ན་མ་ཕྱིན་པའི་ས་ཆ་མང་པོ་ལ་བོད་པ་ཞེ་བཞག་ཡོད་རེད་དེའི་ས་གནས་ཀྱི་དཔོན་པོ་ཚོ་ཚོ་མང་གུས་ཟིག་གིས། ཕལ་པ་ཧུར་བརྩོན་ཡོད་པ། དྲང་པོ་དྲང་བཞག་ཞི་བོ་ཡག་པོ་འདུག། གཅིག་གིས་ས་གནས་ཀྱི་ཡུལ་བ་ཚོའི་བའི་དམིགས་འདུད་བྱེད་ས་ཅིག་ཡོང་གི་འདུག་ཟེར་ནས། མང་ཆེ་བསྟོད་བསྡམས་འདུག་བཤད་སོང་ང། ཟེར་ད་དེ་ང་རང་ཚོ་ཁྱེད་རང་ཚོ་བསྟོད་རག་ག་འདུག་ག་སྨད་རག་ག་འདུག་ག། བསྟོད་རག་ག་འདུག་ན་སོ་སོ་ཡག་པོ་བྱེད་དགོས་རེད་ད་བཤད་སོང་ང། བལ་པ་དེ་ཚོ་ཡག་པོ་མི་འདུག་བལ་པ་དེ་ཚོ་སྐྱག་རྫིང་བཤད་ཀྱི་མགོ་བདེ་པོ་འདུག་ཟེར་ལབ་པ་ཡིན་ན།

ནིའུ་ཡོག་ཚོང་ཁང་གཅིག་ནས། ག་ན་མི་གཅིག་དངུལ། དངུལ་དམར་པོ། བོད་པར་སྤྲད་ཆས་ཅི་ཞིག་ལ་སྤྲོད་ཤོག་ཨ་ཟེར་ནས་ཟེར་གྱི་འདུག་ས། དེ་བློས་བཀལ་ནས་བྱས་པ་རེད། ཨ་ནི་རྒྱ་གར་ནང་ལ་ཆ་བཞག་ནས། ལུ་དྷི་ཡ་ན་ནས་སྤུན་ཟློག་ཉོ་མཁན་ཚོས། ཨ་ནི་སྤུན་ཟློག། སུག་བྲག་ཚོང་ཡག་གི་དོན་དག་ལ་སྤུན་ཟློག་མང་པོ་ཆེ། ཁྱི། རི་འབོབ་བྲག་དེ་ནི། སྤུན་རྡོ་འདི་སུ་དྲག་བཙོང་ཚར་རེད་རྗེས་ལ་དྲ་རྒྱ་གར་ཚོས་བློས་བཀལ་ནས་བྱེད་ཀྱི་འདུག་བ། ས་དེ་འདྲ་ཡིན་དུས་ང་ཚོ་བོད་པའི་སྤུས་ཚད་ལུག་ཁོ་སྤྱི་ཡོངས་ཀྱི་ཐོག་ནས་ཞེ་དྲག་ཡག་པོ་རེད་ཤ་དྲག་མགོ་སྟེགས་རྩིས་མ་བྱས་ནས་ནི་སེམས་པ་བཟང་པོ། ས་ད་ང་ཚོ་སྤུས་ཀ་དེ་སྡུག་རུ་མ་འགྲོ་ཡ་ཅིག་དེ་ཁྱང་ཚང་མ་ལོག་གི་ལས་འགན་རེད་ད་ཤེས་སོང་ང་ཨེ་སོ་སོ་སོའི་སྤུ་གུ་བུ་རྒྱུད་ཚོ་ད་བཟང་པོ་བྱེད་དགོ་ཡ་བསམ་པ་རྣམ་དག་བྱེད་དགོ་ཡ་སྐྱག་རྫིན་བཤད་མ་བིན་བཤད་དེ་འདྲ་བྱེད་རྒྱོ་མ་རེད་སེམས་དེ་ཁྱང་ཚོ་བསླབ་བྱ་རྒྱབ་ཨེ་ནི་གཞོན་སྐྱེས་ཚོའི་བོད་ཡིག་ད་བོད་སྐད་མ་བྱེད་པ་བཤད་དེ་དཔེ་གལ་ཆེན་པོ་རེད་ཤེས་སོང་ང་ཨེ་ད་ག་ཡིན་དྲི་ཞེ་རེ་ཐུགས་ཆེ། ཉི་མ་དང་བདུན་ཕྲག་དང་ཟླ་བ་ལོ་བགྲེས་འགྲོ་བ་རེད་ད་གང་ལྟར་ང་རང་ཚང་མ་ལོ་ལ་དཔེར་ན་ལོ་གཅིག་ལྟར་ཕྱིན་མ་རུང་བ་ལོ་གཅིག་ཕྱིན་ནི་ཉིས་སྟོང་བཅུ་དགུ་ལོ་ཉིས་སྟོང་བཅུ་དགུ་ལས་བའི་ཁ་ཐུག་ལ་ཨོ་ཉིས་སྟོང་བཅོ་བརྒྱད་ཀྱི་ལོ་དེ་ངས་ལོ་དེ་དོན་དང་ལྡན་པ་ཞིག་སྐྱེ་རེ་ཡིན་བསམ་པ་བྱུང་ན་ཨེ་སྐྱིའུ་ཡག་རེད་བྱས་སོང་ཨ། ད་ལོ་དེ་འཕྲོ་བརླག་ཕྱིན་སོང་བས་སོ་རོ། ཨན། དུག་ཟོན་བྱས་པ་ཡིན་ན་ལོ་དེའི་ནང་ལོགས་ལ་རྙོག་དྲ་གནོན་པའི་ཟོན་ཕྱིན་པ་ཡིན་ན། དཔེ་རང་ཐབས་སྐྱོ་པོ་རེད། བྱས་ཙང་ང་ཚོ། ཨ་ནི་ལོ་གསར་པ་དེ་དངོས་གནས་དོན་དང་ལྡན་པ་ཞིག་བྱེད་ཀྱི་ཡིན་བསམ་པ་བྱས། ལོ་རྗེས་མ་ཡང་ལོ་གསར་པ་ཡོང་བའི་ཁུལ་འདུག་ལ་བློ་བདེ་བོ་བྱས་ཤིག་ད་ངས་འདས་པའི་ལོ་དེ།

མི་ཚེ་དོན་དང་ལྡན་པ་ཅིག་ཡག་པོ་བྱས་པ་ཡིན་ན་ཁོའི་ཤུགས་རྐྱེན་དེ་མི་གཅིག་གི་ཤུགས་རྐྱེན་མི་བཅུར་ཐེབས། མི་བཅུ་པོ་དེ་གི་ཡང་འདུག་ཤུགས་རྐྱེན་མི་བརྒྱ་ལ་ཐེབས་འདུག་ཟེར་ནས་ཁོ་སྤྱི་ཚོགས་ལ་ཡག་བོད་ཀྱི་ཤུགས་རྐྱེན་ཐེབས་ས་རེད་འདུག་སུ་འགྲོ་རྒྱུར་བ་ས་དང། སྤྱི་ཚོགས་ཤུགས་རྐྱེན་དེ་མི་སྒེར་གྱི་སོ་སོ་གོ་རྒྱོ་ཞིག་མ་བརྒྱབ་པ་ཆུ་དོ་བ་ཞིག་ན་གཅིག་གནམ་ལྡིང་གུ་འདྲོག་ཞིག་ན་ཡོང་གི་ས་ཡོག་མར་ད། So in fact

ཨེ་ནས་ས་གནས་ག་པར་ཡོད་པ་ཡིན་ནའི་ང་རང་ཚོ་སྤྱི་པའི་སྒྲིག་འཛུགས་རུ་བྱེད་ཡོད་འདོད་པ་འདིའི་སྐོར་གནད་འགག་ཆེན་པོ་རེད་ཤག་ཡང་གཅིག་སེམས་ཤུགས་དང་འདི་ཡོ་ནས་པའི་ཁ་འཐོར་བྱས་འདུག་ཟད་པ་ཡིན་ནའི་ཡང་ཁོ་འདྲ་བ་དེ་ཉུང་དྲགས་ཁ་འཐོར་བསྡད་པ་ཡིན་ནའང་རིམ་པས་རིམ་པས་ཀྱིས་གཅིག་པ་སྤྱི་ཚོགས་ཆེ་ས་ཁོ་ནང་རོགས་སེམས་འགྲོ་ཡག་སོར་བྱེད་ས་དེ་འདྲའི་ཡིན་དུས་ཁོ་སྒྲིག་འཛུགས་རུ་བྱས་བྱས་ཨིན་དུས་དུས་ལ་རུག་རུག་བྱས་འཛོམས་བྱས་བྱས་འདིའི་སྐོར་གནད་འགག་ཆེན་པོ་གཅིག་འདུག་འདི་ཁྱེད་རང་ཚོས་སེམས་ལ་བཞག་ཨིན་དེ་ནས་ད།